རྒྱབ་རྒྱབ་རྒྱབ་ཕོ་ས་རྒྱབ་རྒྱབ་རྒྱབ། དགའ་བོ་སྐྱིད་པོའི་ངང་ནས་ཚན་ཚན་གང་རྒྱབ།

རེས་གཟའ་ཉི་མ་ལ་ག་རེ་གནང་འདོད་ཡོད། ཚང་མ་སྐུ་གཟུགས་བདེ་བོ་ཡིན་པས། དེ་ནས་ད་གནས་ཚུལ་གསལ་བ་ག་རེ་འདུག་དེ་ལ་ད། དེ་ནས་ད་སྙན་བརྒྱུད་དང་ཡི་གེ་དང་ད་དེ་འདྲ་མང་པོ་ཞིག་འདུག་དོ། དེ་གང་ལ་གཏམ་བཤད་དེ་འདྲས་མི་རྒན་པ་དེ་ཚོ་སྐད་ཆ་བཤད་བྱེད་ཀྱི་ཁ་ཤས་ཅིག་འདུག་ཨང་དེ་ཚོ་ཉན་པ་ཡིན་དེ་དེ་དག་ཐམས་ཅད་བཀའ་དྲིན་ཆེ།

མོ་རེ་ལག་ན་ཕོ་ཆས་བཞག་བསྡད་མཁན་ཕོ་རེ་ལག་ན་མོ་ཆས་སྤྲད་བསྡད་མཁན། ཨང་གྲངས་འདྲ་བོ་ཞིག་བཞག་བྱས་ཏེ་ཕོ་ལོ་མོ་ལོ་འཁྲབ་བདེ་ཉེན་འདྲ་བོ་ཞིག་འདུག་བསམ་དགོས་པ་ཡིན་གཟིགས་ཡོད་བ་འདྲ་བོ་འཕྲིན་རྩོད་པ་ཡིན་གཟིགས་ཡོད་བ་འདྲ་བོ། ད་དེ་འདྲ་མང་པོ་ཞིག་འཁྲབ་ཆེད་བུ་ཕོ་སྤྱི་ཚོགས་དེ་ཕུ་དཀྲུག་མདའ་དཀྲུག་བཟོ་བསྡད་ངེས་ཀྱི་གང་ཟག་ཅིག་འདུག་ཨང་དེས་ཨ་ཁ་ཅིག་བེད་སྤྱོད་བཏང་བྱས་བྱས་ནས། ཨ་འདི་ནི་དེ་མདོ་སྟོད་རེད་མདོ་མདོ་སོགས་དེ་འདྲ་ཅིག་གསོལ་འདུག་འདུག་ཨ་ཐེ་ཐེ་རྩ་བ་ཉིད་ནས་མ་རེད་དེ་ངས་བརྒྱ་ཆ་བརྒྱ་ནས་བརྒྱ་ཐམ་པ་ཐག་ཆོད་པོའི་ཐོག་ནས་ཞུ་གི་ཡིན། བློ་གཟེར་དབང་རྒྱ་ཟེར་ཡ་དེ་ཨ་ནི་ཨོ་རི་ས་རེད་ཨོ་རི་ས་གཞིས་ཆགས། དེ་ཁོ་རང་གི་ཨ་མ་དེ། དེ་ནི་སྟོད་པ་སྟོད་གྲུ་མོ་ཟེར་ས་དེ་ནི་རེད། ཨ་མ་དེ། དེ་ནི། ཁོ་རང་ཕ་དེ་རྒྱ་གར་སྐུ་ལུས། སྐུ་ལུས་ལ་ནི་ད་གོ་མོ་ལྔ་བཅུ་དོན་དྲུག་ལན་བཅས་བླ་ཆ་འདྲ་བོ་ཁུར། བླ་ཆ་འདྲ་བོ་ལན་བཅས་སྐྱ་ལ་ཕ་ལངས་པ་ལ་བཅས་བཅས་ང་ཚོ་དེ།

དེ་ནས་ཁོ་རེན་གྱི་ཕ་ཚབ། ཨ་མ་དེའི་མིང་ལ་ག་རེ་བྱེད་དུ་བརྩམས་པ་ལ་ཨ་མ་དེའི་མིང་ཚེ་རིང་སྒྲོལ་མ་རེད་ད་དེ་རིང་དེ་ཁོ་རེན་ཤི་འགྱུར་བ། ག་སྲིད་ངའི་རྫུན་མ་ཡིན་ན་ཁོས་གསབ་བཤད་བྱེད་གྱུར་བ་ཁོ་གསབ་མགོ་བའི་ཡིན་སྲིད་ཡོད་བ། དེ་དེ་ཁོ་རེན་གྱི་ཕ་ཚབ་དེ་གའི་མིང་ལ་ཚེ་རིང་ཐ་རྗེ་རེད། ཕ་ཚབ་དེ་ག་ནི་རེ་བྱེད་དུ་བརྩམས་པ་ལ་ཁང་ཀྲི་ཧོར་རི་ཀྲི་ཁམས་པ་རེད། ཡིན་ན་བ་ཚབ་དེ་ཁུ་རེན་ཨ་མའི་ཕྱག་ལ་བསྡད་པའི་སྐབས་སུ་དེ་ནས་བློ་གཟེར་དབང་ཆ་སྐྱེས་ཟིན་པ་མ་ཟད། དེ་ནས་ལོ་ངོ་གཅིག་ལྷག་གཉིས་དུད་འགྲོ་གཅིག་གསན་ཚར་བའི་བུ་གཅིག་རེད་དེ་འདྲས་འཛོམས་པ་ལ། དེ་ནི་ཁོ་ཁམས་པ་ཡང་མ་རེད་ལ་དེ་ནི་ཁོའི་ཕ་བོད་པ་ཡང་མ་རེད་ཁོ་བོད་པ་རྩ་མ་ཡང་མ་རེད་རྒྱ་གར་གྱི་ཉག་ལོད་ཅིག་རེད་ཟེར་འདི་ཞུ་ཡ་ཡིན་དེ་ཡིན་དུས་རྩོམ་པ་ལ་ཁོ་མདོ་སྟོད་ཡིན་མདོ་མདོ་བྱེད་བྱེད་ཨ་ནི་ཁྱོ་ག་ལོ་སེབ་བྲག་པ་ལོང་ཚེ་སེབ་བྲག་པ་ཁ་ཅིག་གིས་མདོ་སྟོད་རེད་མདོ་མདོ་བྱེད་བྱེད་ནི་བེད་སྤྱོད་བཏང་འདི་བ་ཏག་ཏག་བསྡད་ཀྱི་ཡོད་མ་རེད། སོ་སོའི་གི་རྡོ་ཡ་ལེན་བྱས་ནས་རྐང་པའི་ཐོག་ལ་མ་ཞུ་བསྡིགས་ཡོད་རེད་རྒྱ་གར་གི་ཉལ་གླུ་ཅིག་གི་དེ་ནས་ཨ་བོ་བོ་ཅོ་ཚོ་དཀྲུག་བསྡིགས་ཡོད་བ་དེ་ཤེས་དགོས་གི་རེད། དེ་ཞུ་ཡ་ཡིན་དེ་དང་ཆ་ལ་བོད་མི་མེད་སྐྱིད་མཐུ། དེ་ཡང་དམིགས་བསལ་གི་མདོ་སྟོད་སྐྱིད་མཐུ།

གར་གཟིགས་ཀྱི་ཡོད་རེད་ཁྱོད་རང་ཨ་རིར་འགྲོ་ལས་ཀ་བྱེད་བསྡད་ཀྱི་ཡོད་རེད་ཨ་རིར་འགྲོ་ལས་ཀ་བྱེད་འདས་ཆོག་གི་རེད་བ་ཚང་མ་བསྡད་ཀྱི་ཡོད་རེད། ཡིན་ན་ཁོས་བི་རི་གཞིས་ཆགས་རེད་བྷ་བ་ཨ་མ། ས་གཞི། ཁང་ཁྱམ། དེ་ནི་དེ་སྐྱེས་པ་དག་ཚང་མ་འདི། ང་ཚོ་ཁྱིམ་མཚེས་རེད་དེང་རྩོམ་པ་ལ། རྡོ་རྗེ་ཚེ་བརྟན་བི་རི་གཞིས་ཆགས་རང་གི་མི་ཡིན་པ་མ་ཚད། བི་རི་རང་ལ་ས་གཅིག་རྡོ་རྗེ་བྱེད་ཆོག་གི་མི་ཡིན་པ་མ་ཚད། ཨང་དཀྱིལ་མའི་སྤུ་གུ་དང་བཅས་པ་ཚང་མ་དེ་ལ་ཡོད། ཁོ་རའི་མདོག་དུག་ཅུང་ཐུང་ལ་ལང་དོད་སུ་བྱས་ནས། སྣང་འདུས་ཡོད་པ་དེ་མི་མཐོང་ལགས་ཟེར་ད་དུང་དེ་ལ་རྙོག་འཛུགས་བྱེད་ཁར་མངོན་སུམ་ལ་སྨྱོ་བྱེད་ཅིང། དེ་ལ་ཡང་སྤྱི་ཟུར་ཟེར་ཡག་གི་ཚིག་དེ་གླེགས་ཡོང་དུས་རྩོམ་པ་ལ་བློ་གཟེའི་དབང་ཆ་རྒྱ་གར་ཉག་ལོ་བཅས་ཀྱི་སྐད་ཆ་དེ་བཤད་ཡོང་དུས། དེ་ངེས་པར་སྤྱི་འདུས་ཀྱིས་དེ་ལ་དགོངས་སེལ་ཞུ་དགོས་ཀྱི་རེད་མ་གཏོགས་པའི་རྒྱ་ཆེའི་མི་མིན་གྱིས་བཟོད་དཀའ་བའི་གནས་ཚུལ་ཞིག་རེད་ཟེར། དེ་ཞུ་ཡག་ཡིན། དེའི་དང་ཆ་ལ་དེ་ནི་ཁོ་བོད་པའི་སྤྱི་ཚོགས་ཀྱི་བསམ་བཀོད་བ་ཅིག་མ་རེད། དེ་ནི་ཁོ་དཔལ་འབྱོར་གྱི་སྐབས་ལ་རྒྱུགས་དེ་ཉིད་གཞན་དག་པ་གིས་རྒྱ་གར་གྱི་སྐད་ལ་དགའ་དར་ལབ་པར་དགའ་དར་ལབ་ན་དཔེ་ཤག་བསགས་ནས་དཔེ་ཤག་ཏོག་སོ་སྐབས་ལ་རྒྱུགས་དེ་མཁན་དེ་འདྲ་ཅིག་རེད། དེ་ག་ནོར་གཞན་གྱི་ཉིས་སྟོང་བཅུ་ལ་དེ་ནི་ཁོ་གིས་རྡ་རམ་ས་ལ་མཛངས་མ་འགྲན་བསྡུར་ཅིག་བྱེད་འགྲོ་གི་ཡོད་ཅེས་བྱས་ནས་དེ་འདྲ་བཟོ་བ་རེད་དེ་ཡིན་དུས་རྩོམ་པ་ཁོ་རང་གིས་ཚུལ་བཟོ་ནས་བུ་མོ་ཞིག་ཁྲིད་ཡོང་ཨ་མ་དེ་ལ་བཀོག་ནས་རྒྱ་གར་སྒོར་མོ་འབུམ་གཅིག་དང་ཕྱེད་ཀ་ཟིག་བོར་ཟ་ཞེས་རྩ་བའི་ཆ་ནས་བུ་མོ་དེ་ལ་མཛའ་མ་ཐོབ་པ་ཡིན་ན་དཔེ་ཆ་ག་ཚད་སྤྲད་དགོངས་རྒྱ་གར་སྒོར་མོ་འབུམ་གཅིག་འདུག་དེ་ཡང་གཅོད་སྤྲད་མི་དགོ་མིང་སྤྲད་རོགས་ཞེས། བུ་མོ་དེ་ཁོ་རང་གི་ཕྱག་ལ་འགྲོ་ཅེས་བསྡད་རྗེས་རྒྱ་གར་རྒྱལ་ཡོངས་སྐོར་ར་བརྒྱབ་ཕྱག་ལ་ཉལ་ས་མཐོང་ཉེར་མཚམས་མ་བྱས། ཁོས་བེད་སྤྱོད་འདྲ་མི་འདྲ་གཉེར་སྟངས་བྱེད། ཨེ་དང་པོ་དེལ་སྤྲད་རྒྱུ་བཅས་ཚང་མ་བྱས་ཚར་དུས་ཁོས་རྡ་རམ་ས་ལ་འཁྲབ་སྟོན་གྱིས་བྱས་པ་རེད། འཁྲབ་སྟོན་བྱས་ཡོང་དུས་སྐབས་སུ་དེ་ལ་རྡ་རམ་ས་ལ་འཚར་ལོངས་བྱུང་ཉེན་ཁའི། དེ་ནི་དཔའ་བ་དེ་བྲག་ཡབ་རེད་ཨ་མ་དེ་འོད་བཙན་རེད་དེ་འདྲའི་གི་བསྟན་འཛིན་བཟང་མོ་ལ་ཡང་བུ་མོ་གཅིག་ཡོད་རེད། མཛངས་མ་འགྲེམས་རྡོར་ཨེ་དང་པོ་དེ་ཐོབ་པ་རེད་དེ་དེའི་ཤོག་ཚང་མ་བརླག་སོང་བ་རེད་ཁོས་གི་ཤོག་ཚང་མ་ཕལ་ཚང་མ་བརླག་སོང་ལགས་བྱས་རྐྱེན་དེ་དེལ་སྤྲད་ཡོང་མ་རེད། ད་གཞན་པའི་དུ་ཁོད་ཀྱི། པའི་ཤ་དང། དེ་ནས་བལ་སྐྱུ་ལོག་པ་བཏང་ཡ་དང་ད་མན་གྱི་དོན་དག་ལ་འདྲ་མི་འདྲ་འཁྲབ་ཡོང་གི་ཡོད་རུ་བ་དེ་རིང་ཁ་ཚ། དེ་བྱས་ཏེ་བློ་བཟང་དབང་ཆ་སྔ་ཚེ་འཚོང་རྒྱབ་ཚར་བ་རེད། འཚོང་རྒྱབ་ཚར་ནས་དེ་ནས། ཁོས་ཨེ་དང་པོ་ཐོབ་ཆོག་གི་མི་དེ་ལ་སྤྲད་ཡོད་མ་རེད་རྗེས་ནས་བུ་མོ་དང་ཚོ་འཁྲུག་པ་རྒྱག་སར་འགྲོ། བྱས་ཏེ་དང་དབྱེ་འབྱེད་དུ་འཛུགས་ཀྱི་དང་ང་ཚོས་རྒྱ་རྒྱུད་ཀྱི་མིང་ཙམ་རེད་མ་གཏོགས་ཁྲིམས་རྩོད་པ་གི་མིང་ཙམ་རེད་མ་གཏོགས། དེ་ནི་ཁྲིམས་དཔོན་གི་མིང་ཙམ་མ་གཏོགས་ང་ཚོ་ལ་དབང་ཆ་མི་འདུག་དགོངས་དག་སོགས་རེད་ལགས་དོ། ཨང་ཇི་ཡང་མི་འདུག་ལགས་དོ་དེ་འདྲ་སོགས་འདི་གཉིས་ཀྱི་མི་སྣ་གཅིག་རེད་དེ་ཡིན་དུས་ཙམ་པོ་ལ། རྒྱལ་སྤྱིའི་མང་ཚོགས་ཀྱི་ངོ་ཤེས་དགོས་ཡ་གཅིག་ལ། མི་དེའི་ཡོང་ཁུངས་ག་ནས་ཡིན་པ་དང་མི་དེ་གིས་ལས་ཀ་གར་བྱེད་བསྡད་ཡོད་པ་དེ་གསལ་བོ་ཤེས་དགོས་ཀྱི་རེད་དེ་ཡིན་དུས་རྩམ་པ་རྣམ་པ་ཚོ་ཚང་མ་དེ་གི་ཆེད་ཡིན་ནའི་ཤ་ཆེ་བོ་པ་གཙང་མ་གྱི་ཡིན་ནའི་ཤ་བ་ཡིན་རྩ་བ་ཉིད་ནས་མ་རེད་དེ་བརྒྱ་ཆ་བརྒྱ་ཐམ་པ་མ་རེད་ཨོ་ཏོ་ཞེས་ཞུ་ཡ་ཡིན་དེ་ཡིན་དུས་རྩམ་པ་ལ་ང་དང་ཚོགས་མཆན་པའི་ཐོག་ནས་རྣམ་པ་ཚོ་གི་དང་ཚོགས་ལ་གདོང་ལེན་ག་འདྲ་བྱེད་དགོས་ས་རེད། ངའི་པར་ཅན་ཐོག་གི་རྒྱ་ཆེ་མང་ཚོགས་ཀྱི་ཐོག་ནས་ཁོའི་ཁ་སང་སྐད་ཆ་དེ་ལ་བརྡ་ལན་གསལ་བོ་ཞིག་སྤྲད་དགོས་ཀྱི་རེད། སྤྲད་དགོས་དགོས་པ་རྒྱུ་མཚན་གང་རེད་ཅེས་ཙང་པར་ཁོས་མཐོང་ཆུང་རེ་བྱེད་སྲོལ་རེད། བོད་མི་མང་གི་སྤྱི་འཐུས། དེ་ཡང་མདོ་སྟོད་རྒྱ་ཆེ་མི་མང་གི་དངོས་གནས་དྲ་གནས་ཀྱི། ཆེས་མདུན་སྐྱོད་ཆེན་པོ་བཟོ་དེ་ཟག་མི་དོན་ཚོགས་ལ་སྙོན་འཛུགས་བྱས་འདུག་ཁོས་ཀྱི། ད་དེ་ནི་ཁོ་སྙོན་འཛུགས་བྱེད་ག་ལེ་བ་རེད་མ་གཏོགས་ཁོ་དྲི་བ་གཏང་ག་ལེ་བ་མ་རེད། ཁོས་མི་ནག་པོ་བཟོ་ག་ལེ་བ་རེད་མ་གཏོགས་པི། ཁོ་ཀྱིས་གསར་འགོད་པ་བྱས་བྱས་ནས་བོད་པའི་སྤྱི་ཚོགས་ལ་ཤ་ཚ་ཡོད་ཉིན་མི་ཅི་རེད་པས་ཟེར་ནི་མ་རེད་སྙིང་རྗེ་ཡོང་གིན་མི་ཅི་རེད་པས་ཟེར་ནི་མ་རེད་ག་སྲིད་དེ་ཡོད་པ་ཡིན་ན། བོད་པའི་བུད་མེད་ཡོང་ཅིང་དོན་ཚོགས་བེད་སྤྱོད་ལོག་པ་དེ་འདྲ་དང་སེམས་ཁམས་ལ་རྨ་ཁ་བཟོ་ཁུལ་འདྲ་མི་འདྲ་དེ་འདྲ་འཁྲབ་གི་མ་རེད། ཨ་དེ་ཡིན་དུས་ཙམ་ལ་ཁོ་སྒོར་མོ་མ་གཏོང་བསམ་ཡང་མེད་མཁན་དེ་འདྲ་ཅིག་རེད་ད་དུང་ཁོ་རང་ལ་འབྲེལ་ཡོད་དུ་འཛུགས་ཀྱི། དེ་ནས་དབྱིན་ཇི་རྒྱ་སེ་དུ་འཛུགས་ཀྱི་བོད་ལ་ཤ་ཚ་རོགས་པ་བྱས་དུས་ཁོས་ཁ་བསླུས་བྱས་ནས་སྒོར་མོ་ཟུས་སོང་ས་དེ་འདྲ་མང་པོ་ཅིག་བཤད་འདུག་དོ། དེ་ཡིན་དུས་ཙམ་པ་ལ་མི་དེ་དེ་འདྲ་ཅིག་རེད། ཨ་དེ་གང་ལྟར་ཁྱེད་རྣམ་པ་ཚོ་ལ་ཁ་པང་ཨང་གྲངས་ཡོད་རྒྱུ་རེད་དེ་ནས་དྲ་རྒྱ་བཅུ་ཚོགས་དྲ་ལམ་དྲ་རྒྱ་བརྒྱུད་ལམ་བརྒྱུད་རེད་དེ་ག་ནོམ་ཞིག་གནས་ཡོད། དེ་ནས་བདག་བཟའ་ཉལ་འདྲེན་ལ་ཡོང་མཁན་དེ་ཚོ་གས་མི་དེ་ལ་བརྡ་ལན་གསལ་བོ་གཅིག་ངེས་པར་བྱིན་དུ་སྤྲད་དགོས་ཀྱི་རེད་ཟེར་ནས་ཞུ་ཡ་ཡིན་དེ་བོད་པ་རྩ་དམག་གི་རྩ་བ་ཉིད་ནི་མ་རེད་བོད་པ་ཆེ་དཀའ་གྱི་རེད་ད་ལྟ་ཁོ་རང་གི་ཕ་ཕ་ཚབ་ཡོད་མ་རེད་ལ་མ་ཡ་གྲོངས་ཚར་བ་རེད་ཕ་ཚབ་ཡང་དགོན་པ་རྫོགས་ཟིན་པ་རེད་ཕ་ཚབ་དེ་ནི་སྔོན་མ་མཉམ་ལས་འགན་འཛིན་དེ་འདྲ་གཅིག་ཡིན་པ་རེད་དེ་ཡིན་དུས་ཙམ་པ་ལ་དེའི་སྐབས་དེའི་དུས་སུ་ལ་མཉམ་ལས་ལས་ཀ་བྱེད་མྱི་ཚོ་གས་ཕ་ཆེ་ཤིན་ཏུ་ཡོད་ཀྱི་རེད་དེ་ཡིན་དུ་བརྩམས་པ་དེ་ནི་རྣམ་པ་ཚོ་ཚང་མ་གི་མགོ་མ་འཁོར་བའི་ཐོག་ནས་སྤྱི་ཚོགས་ཀྱི་གནས་བབ་ལ་ཞིབ་འཇུག་རང་བཞིན་གྱི་ཐོག་ནས་ཡིན་འགྲོ་བའི་གལ་ཆེན་པོ་རེད་ཟེར་ནས་ཞུ་ཡ་ཡིན་དེ་དང་ཆབས་ལ་དེ་ནི་བཙན་བྱོལ་སྤྱི་ཚོགས་ཀྱི་གནས་བབ་ཀྱི་ཐོག་ལ་རུམ་པའི་སྐད་ཆ་ཁ་ཤས་ཅིག་བཤད་ཡ་ཡིན། དེ་ནས་དོལ་ཚོལ་ལ་པ་བེ་ཀི་ཨན་ད་རི་དོལ་ཟེར་བྱས་ནས་མཚམས་སྦྱོར་ཞུ་གི་ཡིན་གསབ་བཤད་ཙང་ཡིན་ཟེར་ཞུ་ཡ་ཡིན་རྣམ་པ་ཚོ་ལ།